བྱིན་གྱིས་བརླབ་ཏུ་གསོལ་བསགས་ཕྱག་རྒྱ་ཆེན་པོ་བཅུ་ཡི་སྔོན་རོལ་ཚུལ་དེ་ཉིད་ལ་ཐོད་པར་བྱིན་གྱིས་བརླབ་ཏུ་གསོལ་ན་ནམ་མཁའ་དང་མཉམ་པའི་སེམས་ཅན་རྣམས་རྣམ་རྒྱལ་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་སྐུ་བཞི་ཆེ་ལྔ་ཡི་བདག་ཉིད་ཁྱབ་བདག་རྡོ་རྗེ་འཆང་ཆེན་པོའི་གོ་འཕང་ལ་ཅི་ནས་ཀྱང་འཁོད་པར་བྱ། དེའི་ཆེད་དུ་བསམ་པ་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་ནས་བསམ་པར་ཞུ། གང་ཞིག་ཞུ་བར་བྱ་བའི་ཆོས་ཀྱི་རིམ་པ་ནི། ཕྱག་ཕྱི་བཀའ་བ་ཡེ་ཤེས་རྡོ་རྗེ་འཛིན་ཡིད་ཀྱིས་མཛད་པའི་བློ་སྦྱོང་དོན་བདུན་མ་ལས། དང་པོ་སྔོན་འགྲོ་དང། སྔོན་འགྲོ་རྟེན་གྱི་ཆོས་བསྟན་པ་དང་དངོས་གཞི་བྱང་ཆུབ་ཀྱི་སེམས་སྦྱོང་བ་དང། ཏིང་ངེ་འཇང་སྤྱོད་ལམ་དུ་བསྒྱུར་བ་དང། ཚེ་གཅིག་གི་ཉམས་ལེན་དྲིལ་ནས་སྟོན་པ་དང་བློ་སྦྱོང་བའི་རྩལ་དང་བློ་སྦྱོང་བའི་དམ་ཚིག་བློ་སྦྱོང་བའི་བསླབ་བྱ་བདུན་ཡོད་པའི་ནང་ནས་ག་ཚང་གི་སྐབས་སུ། སྔོན་འགྲོ་བསྟན་གྱི་ཆོས་འདི་མདོར་བསྡུས་ཙམ་ཞུས་ཟིན་ནས་ད་དེ་རིང་དངོས་གཞི་བྱང་ཆུབ་ཀྱི་སེམས་སྦྱོང་བ་ལ། སྔོན་འགྲོ་སྟེང་ཟེར་དུས་ག་ལ་སྟེང་འདི་ག་ལ་གོ་སོ་བྱང་ཆུབ་སེམས་ནི་ཉམས་ལེན་བྱེད་པར་བྱེད་པ་ལ་དེ་ནི་ཡིན་གཅིག་མིན་གཅིག་སྔོན་ལ་ཡང་སྔོན་འགྲོ་འདི་འགྲོ་དགོས་ཀྱི་རེད་སྟེང་ཟེར་དེ་སྔོན་འགྲོ་སྟེང་གི་ཆོས་ཟེར་སྟེང་འདི་ག་བ་ལ་བཞག་རེད་བྱང་ཆུབ་སེམས་འདི་ལ་བཞག་རྒྱུ་ཡོད་རེད་ད་འདི་ཡིན་དུས་དེ་རིང་སྐབས་སུ་བབས་པ་འདི་ལ་དེ་ནི་ཐུན་གྱི་སྔོན་འགྲོ་འདྲ་པོ་འདི་ག་རེ་གོ་དགོས་རེད་ཟེར་ན་ཇི་ལྟང་གིས་དེ་ནི་ང་ཚོ་ཁ་ཚིང། ལོ་ཏོག་རྣམ་ཤེས་ཀྱི་སྐབས་སུ་ལ་དེ་ནས་བླ་མ་གཅིག་པུ་ལ་བསྒོམས་ནས་གསོལ་བ་བཏབ་དེ་ཡིན་པར་ཤེས་བྱ་བྱས་ནས་དེ་རིང་སྐབས་སུ་ལ་ཡང་རང་ལུས་ལྷོད་ལྷོད་བྱས། སེམས་ཡང་ལྷོད་ལྷོད་བྱས་ནས་དབུགས་འབྱིན་རྔུབ་ལ་སེམས་གཏད་དགོས་དགོས་བ་རེད། ད་དེ་རིང་གི་སྐབས་སུ་དངོས་གནས་བྱས་ནས་བསྟན་དོན་འདི་ད་ཀུན་རྫོབ་བྱང་ཆུབ་ཀྱི་སེམས་དང་དོན་དམ་གྱི་བྱང་ཆུབ་སེམས་གཉིས་ཡོང་དེ་རེད་སེམས་ཀྱི་སྐབས་སུ་དེ་ལ་དེ་ནི་དོན་དམ་བྱང་ཆུབ་སེམས་ཆགས་དེ་དགོས་བ་རེད། དེ་ནས་དང་ལྷག་པར་དུ་དེ་ནས་ང་ཚོས་ཕྱག་རྒྱ་ཆེན་པོ་ལ་སོགས་པ་ཉམས་ལེན་བྱེད་པའི་སྐབས་སུ་ལ་དེ་ཉམས་ལེན་གྱི་གཙོ་བོ་དེ་བཞི་ལྡན་དང་ལྷག་མཐོང་སོགས་གཉིས་ཡོང་བསྡད་ཡོད་རེད་དེ་ལྷག་མཐོང་དེ་ཆགས་བསྡད་ཡོད་རེད་ད་དེ་ག་རེ་རེད་ཟེར་དུས་ག་ལ་ད་སྔ་མ་དེ་ནས་ང་རང་ཚོས་རྒྱ་ཆེ་དཀའ་བའི་གྱི་སྔོན་ལ་ད་ཨ་ཏི་ཤ་ཡི་ན་ཡང་རེད་དེ་སྔོན་ལ་བླ་མ་དེ་ཚང་མ་གྱི་དེ་ནས་ལག་སྟོང་ནས་སྔོན་ལ་ཉམས་ལེན་གནང་རྒྱུ་ཡོད་ས་རེད་ག་རེ་ཟེར་ན་སྐྱེས་བུ་ཆུང་ངུ་དང་སྐྱེས་བུ་འབྲིང་ད་འདི་ཚོ་ཉམས་ལེན་སྔོན་དུ་འགྲོ་ཚར་ནས་སྐྱེས་བུ་ཆེན་པོ་ཡི་ཉམས་ལེན་སླེབས་འོང་དུས་ད་སྐྱེས་བུ་ཆུང་ངུའི་སྐབས་སུ་ལ་ཡང་ཅིག་བདེན་བཞི་མི་རྟག་བཅུ་དྲུག་གསན་ནས་ཉམས་ལེན་བྱེད་ཡོང་གི་རེད་དེ་སྐབས་སུ་ལ་ཡང་དེ་ནས་ཅིག་མི་རྟག་སྡུག་བསྔལ་སྟོང་པ་བདག་མེད་པ་ཟེར་སྟོང་པ་གཉིས་དོན་འདི། ཧ་གོ་ཡོང་དགོས་བ་རེད། ཧ་གོ་ཡོང་དུས་སྐབས་སུ་ལ་དེ་ཚོ་ལ་སྦྱང་པ་ཡོད་ཤག་ཅིག་ནས་བ་ཅེས་ཏེ་ད་ལྟ་ཡང་སྟོང་པ་ཉིད་དོན་དེ་སྔོན་ལ་སྟོན་ཡིན་ས་རེད། ན་ཕྱིས་སུ་བོད་ལ་དྲ་བོ་ན་གར་སོགས་རེད་ཁྱེད་ཙོང་ཁ་བ་ཆེན་པོ་ཕད་ནས་དེ་ནས་ད་དེ་ཡང་ཀུན་རྫོབ་སྦྱང་བྱོས་སེམས་དེ་སྔོན་ལ་སྟོན། དེ་ནས་ལམ་རིམ་གྱི་སྐབས་སུ་ལ་དོན་དམ་སྦྱང་བྱོས་སེམས་དེ་རྗེས་ལ་སྟོན་ནས་དེ་ཚོ་དེ་ཆེད་དུ་བྱ་བའི་ཡུལ་ཡང་སྐྱེས་བུ་དེ་ཚོ་ལས་དང་པོ་བ་ཡིན་པ་དང། དེ་ནས་ཅིག་དེ་འདྲི་ལ་ཁོང་ནི་ལམ་གྱི་རིམ་པ་དེ་དེ་འདྲི་བྲོ་ཡིན་ཟེར། དེ་ཡིན་དུས་དེ་ནས་དེ་རིང་ཡང་འདི་ལ་ཡང། ད་ང་རང་ཞེ་དྲག་ཧ་གོ་མ་སོང་སྟེ་གོམ་ཞེ་དྲག་བརྒྱབ་མྱོང་མེད་པ་དང་ནང་པའི་ཆོས་ལ་དེ་ནས་བློ་སྦྱང་བ་གསར་པ་ཡིན་པ་དེ་འདྲས་ཡིན་ན། དེ་ནས་སྐྱབས་རྗེ་རིན་པོ་ཆེ་གིས་འདི་ན་ལ་དང་པོ་ག་རེ་སྟོན་གནང་ཡོད་རེད་ཟེར་ན་སེམས་གནས་པའི་ཐབས་དགུ་ཟེར་ནས་ད་འདི་ང་ཚོའི་ཞི་གནས་རྒྱལ་གྱི་ཡོན་ཏན་ཡོད་ན་མེད་ན་དེ་ཆགས་བསྡད་ཀྱི་ཡོད་རེད་དེ་ནས་དེ་ཡིན་དུས་ག་ལ་དེ་དང་པོ། སེམས་གནས་པའི་ཐབས་དགུ་དེ་ཞུས་ན་བསམས་སོ། དེ་སྙིང་པོ་དེ་ཚོ་ལ་དེ་ནས་གོམས་པ་ཡོད་པ་དེ་ཚོ་ད་རུང་དྲན་གསོས་དང། གསར་རུ་འགྲོ་ཡས་ཅིག་དང། གསར་པ་དེ་ཚོ་སྔར་མ་ཤེས་པ་དེ་ཚོ་ལ་ཡང་ཅིག་ཨ་མཆོག་ལ་གསར་པ་སྒྲོག་པ་ཅིག་དང་སེམས་བཞག་ཐབས་དེ་ཚོ་གསར་པ་ཅིག་བྱ་ཡས་དེ་ནས་ཕན་ཐོགས་པའི་རེ་བ་སྒྲོག་པ་ཅིག་ཅིག་ཡིན། རྡོ་རྗེ་ཐང་གིས་ད་ནངས་ང་ཚོས་བྱང་ཆུབ་སེམས་དངོས་གཞི་ཉམས་ལེན་བྱེད་པའི་སྐབས་སུ་ལ་དེའི་གོང་དུ་ཞུས་པ་ནང་བཞིན་གྱི་དེ་ནི་ལུས་ལྷོད་ལྷོད་བྱེད་ཇི་ལྟར་བྱས་ན་བསམ་གཏན་གྱི་ཆོས་ལྔ་དང་བདུན་ལ་སོགས་པ་བཅའ་གོ་གོ་འདུག་ཟེར་དེ་ཚ་དེ་ཚོ་ཞུས་མ་གོ་བར་བྱས། དེ་ནི་གཟུགས་པོ་ལྷོད་ལྷོད་བྱས་སེམས་ལྷོད་བྱས་ནས་དེ་ནས་དབུགས་ལ་སེམས་གཏད་དེ་དབུགས་ཕར་འགྲོ་བ། ཚུར་ཡོང་བ། དེ་ཤེས་པར་བྱས་ནས་དེ་ཉི་ཤུ་རྩ་གཅིག་བགྲངས་ནས་གཅིག་བྱས་ན་ད་ནངས་ང་རང་ཚོས་ད་ནངས་སེམས་གནས་པའི་ཐབས་གོ་དེ་དབུགས་ལ་བསམ་བློ་བཏང་ན་ཡང་ཕར་ཆེར་འགྲིག་གི་ཡོད་ས་རེད་བསམ་བསམ་བྱས་དྲན་གྱི་འདུག་ད་ཇི་ལྟར་འདྲ་ཚེ་སྔ་མ་གོ་ལ་བློ་ཆུང་ཟེར་དུས་ག་ལ་བློ་དྲན་པ་ཤེས་པ་རིག་པ་ཚང་མ་དོན་གཅིག་རེད་ཟེར་ལ་ད་ལྟ་སྐབས་སུ་ལ་ཡང་ཇི་ལྟང་གིས་དེ་ནི་དབུགས་ཕར་འགྲོ་བ་ཡང་ཤེས་པ་ཟུར་ཡོང་བ་ཡང་ཤེས་པ་གནས་པ་ཡང་ཤེས་པ་དེ་ལ་ཡང་དྲན་པ་ཡང་ཟེར་རེད་ད་ཞི་གནས་སྒོམ་གྱི་ངོ་བོ་དེ་དྲན་པ་ཆགས་དུས་དྲན་པ་ཡེངས་ཉེན་དགོས་ཡ་མ་རེད་དྲན་པ་བརྟན་དགོས་དགོས་བ་རེད། ད་ང་ཚོའི་སེམས་གནས་པའི་ཐབས་དགུ་དེ་ལ་དང་པོ་དེ་ལ་ག་རེ་ལ་དགོས་བ་རེད་ཟེར་ན་འཇོག་པ་ཟེར་དགོས་བ་རེད། ད་ཆོག་པ་ལ་ལྟོས་གང་ལ་སེམས་དེ་དམིགས་པ་ཅིག་གང་ལ་བཞག་དགོས་རེད་ལབ་དགོས་རེད་ད་ད་ལྟ་སྐབས་སུ་ང་ཚོས་དབུགས་ཀྱི་དམིགས་པ་སྟེང་ལ་སེམས་བློས་བཞག་དགོས་རེད་ད་དཔེ་ཆ་ནང་ལ་ཁ་ཤས་ནང་ལ་དཔེ་ག་རེ་བཞག་ཡོད་ན་དེ་ནས་ཅིག་བུ་གྲང་མ་ཅིག་མེ་ཏོག་གི་སྒང་ལ་བབས་ཙམ་ཅེས་པ་འདྲ་པོ་དེ་ནས་ཁ་ཤས་ནང་ལ་དཔེ་ག་རེ་བཞག་ཡོད་ན་གླང་པོ་ཆེ་དེ་ད་གླང་པོ་ཆེ་ཟེར་ན་ང་ཚོ་སེམས་དེ་རེད་ཐག་པ་གི་ཏག་ཙམ་ཅིག་ནས་དང་པོ་དེ་འདྲ་ཅིག་ནས་བཞག་དགོས་རེད། ན་འབུ་སྦྲང་མ་དེ་ནི་དེའི་མེ་ཏོག་གང་ལ་རྒྱུན་རིང་པོ་བསྡད་ཀྱི་མ་རེད་བབ་ཙམ་གྱིས་ཡང་འཕུར་འགྲོ་གི་རེད། དེ་ཆ་ང་ཚོའི་སེམས་དེ་རྒྱུན་རིང་པོ་གནས་ཀྱི་མ་རེད། འཇོག་དམིགས་པ་གང་ལ་འཇོག་ཙམ་གྱིས་ནས་ཡང་གཡེང་འགྲོ་གི་རེད། ད་དབུགས་ལ་གྲངས་ཀ་རྒྱབ་དུས་རྐང་ས་ལ་ཡང་དང་པོ་དབུགས་ལ་ཕར་འགྲོ་ཚུར་འགྲོ་དེ་རྔམ་ཅིག་ལ། སྒྲ་ཅིག་བསྒྲགས་ཡོང་ན། དེ་ལམ་སང་སེམས་དེ་གཡེང་ས་རེད། ད་ནངས་གཟུགས་གཅིག་མཐོང་འོང་ན་དབུགས་ལྒང་ལ་སེམས་ཡོད་བ་མ་རེད་སེམས་དེ་གཡེངས་འགྲོ་གི་ཡོད་རེད་དུས་གང་ལ་དེ་ནས་དབུགས་ལྒང་ལ་རྒྱུན་རིང་བ་གནས་ཐུབ་ཀྱི་མ་རེད་ལབ་ཡོད་རེད། ད་ཁྱེད་རང་སྒོམ་རྒྱབ་ཀྱི་ཡིན་ཟབ་ཟབ་ཟབ་བྱས་བལྟས་བལྟས་དུས་གང་ལ་ལམ་སང་དབུགས་ལ་སེམས་བཏེགས་པ་དང་དུས་མཉམ་དུ་ཕོན་དེ་ཙིརིང་ལབ་པ་ཡིན་ན་དབུགས་ལ་སེམས་ཡོད་མ་རེད་ཕོན་གང་འགྲོ་ས་རེད། ད་དེ་འདྲ་བྱས་ནས་གཙོ་བོ་དེ་ད་ནང་ང་ཚོ་དེ་ཉན་ཡས་དེ་གལ་ཆེན་པོ་རེད་དེ་རྗེས་ལ་བསམ་བློ་བཏང་ཡས་དེ་དཔེ་གལ་ཆེན་པོ་རེད་ལྷོད་ལྷོད་བྱས་ནས་གོམ་བརྒྱབ་པས་དེ་དེ་གཙོ་བོ་དེ་ད་ནང་ང་ཚོ་གོམ་བརྒྱབ་དགོས་དགོས་རེད་དེ་ཇོ་གོམ་ལ་ཡིན་ན་ཡིན་རེད་ཇེ་གོམ་ཡིན་ན་ཡིན་རེད་དེ་ནས་ཅིག་སློབ་སྦྱོང་བྱས་ཙམ་མིན་པ་སོ་སོ་ཉམས་ལེན་བྱེད་དགོས་དགོས་རེད། ད་དབུགས་དེ་ང་ཚོའི་གྲངས་ཀ་ཉི་ཤུ་རྩ་གཅིག་ལ་བསམ་བློ་གཏང་དགོས་རེད་ལབ་དགོས་ཡོད་རེད་མཚམས་མཚམས་ལ་ཉི་ཤུ་རྩ་གཅིག་ལས་དཔེ་དཀའ་ལས་ཁག་པོ་ཡོད་རེད་ལྷག་པོར་དེ་ནི་གནས་ཨེན་པ་དགོས་ཀྱི་རེད་ཟེར་སྒོམ་རྒྱབ་དུས་ཀ་ལ་དེ་ནི་དེ་ཨེན་པ་ལ་ཡོད་ན་གཟུགས་འདྲ་མི་འདྲ་མཐོང་གི་མ་རེད་སྒྲ་འདྲ་མི་འདྲ་ཐོས་ཀྱི་མ་རེད་དེ་ཚོ་མ་ཐོས་ན་དེ་ནི་སེམས་གཡེང་གི་མ་རེད་དེ་འདྲ་བྱེད་དུས་དེ་ནི་ནང་མི་ནང་དང་ད་དྲེ་ལ་ཚུགས་ས་ལ་སྒོམ་དང་པོ་རྒྱབ་ཀྱི་འདུག་ཟེར་དེ་ནི་དེ་ས་དཀའ་ལས་ཡོད་རེད་དེ་ནི་སེམས་ལྷོད་ལྷོད་ཡོང་ཡ་ལ་དཔེ་དཀའ་ལས་ཡོད་རེད། ད་གཉིས་པ་དེ་རྒྱུན་དུ་འཇོག་པ་ཟེར་གྱི་རེད་དེ་ནས་ད་ཆོས་དོན་འདི་གང་ཟེར་ན་རྒྱུན་ཆད་མེད་པ་འདྲ་བོ་ཅིག་ད་དམིགས་པ་ཡང་ནས་ཡང་མིན་པ་ཅིག་དམིགས་པ་ཅིག་གམ་བདེ་ན་ཡང་ད་སྔ་མ་དེ་ལ་དུས་ཚོད་ཐུང་ཐུང་མ་བསྡད་མ་ཐུབ་ན་དུས་ཚོད་རིང་རུ་བསྡད་ཐུབ་པ་རྒྱུན་དུ་འཇོག་པ་ཟེར་ད་རི་དེ་མ་ལ་ཆུ་འབབ་པ་ནང་བཞིན་ཅིག་གོ་དགོས་བ་རེད་ཆུ་དེ་ཏག་པར་འབབ་བསྡད་དགོས་ར་གཅིག་གཅིག་ལ་གཅིག་བར་མ་ཆད་པར་འབབ་བསྡད་དགོས་བ་རེད་དེ་ནང་བཞིན་ད་ང་ཚོས་དབུགས་ལ་དམིགས་པ་བསྟན་ན་ཡང་རེད་དབུགས་གང་ལ་དེ་ནས་ཅིག། ལྔ་དང་བདུན་དང་ཉི་ཤུ་རྩ་གཅིག་དང་དེ་ལས་མང་ང་དག་འགྲོ་ཐུབ་པས་དེ་འདྲའི་ཡོང་སྡོད་རྒྱུར་གོམས་སོང་ན་མ་གོམས་ན་ཡོང་གི་ཡོང་པར་ལམ་སང་གཡེང་འགྲོ་གི་ཡོད་རེད་ད་ཅིག་ཡང་ཡུལ་སྐུ་གཟུགས་འདྲ་བོ་ཐང་ག་འདྲ་བོ་དང་སྐུ་འདྲ་འདྲ་བོ་གང་ལ་དམིགས་པ་བསྟན་ན་ཡང་རེད་དེ་འདྲ་གང་ལ་བསྟན་ན་ཡང་དེ་འདི་གང་ལ་སེམས་རྒྱུན་རིང་དུ་གནས་ཐུབ་པ་ད་བདག་གིས་མེ་ཏོག་གང་ལ་བུ་བབས་པ་དེ་བུ་དེ་རྒྱུན་རིང་སུ་གནས་ནས་ད་འདི་གང་ལ་འབྲས་བུ་ཟ་ཡས་དང་དེ་འདྲའི་དྲི་མ་དེ་ཚོ་ལོངས་སྤྱོད་ཀྱི་གོ་སྐབས་ཚོད་དབང་འདྲ་བོ། འདི་དེའི་རྗེས་ལ་དང་གསུམ་པོ་དེ་གླན་དེ་ཇོའོས་ལ་གྱུར་བ་རེད། འདི་ནས་གླན་དེ་ཇོ་ལ་དེ་དང་ང་ཚོ་མཚམས་མཚམས་ལ་གོམ་རྒྱབ་པའི་སྐབས་སུ་ལ་དང་གཡེང་བ་ཡོང་དགོས་བ་རེད་དེ་ནས་གཡེང་བ་ཡོང་དུས་ག་ལ་དེ་ནས་གཡེང་བ་དེ་ཡང་ངོ་ཤེས་པ་བྱེད། ད་གཡེངས་པ་དེ་ངོ་ཤེས་ནས་སེམས་དེ་ཚུར་བཀུག་ནས་ཡང་གོམས་གྱི་གང་ལགས་ཤག་དམིགས་པ་གང་ལ་ད་དམིགས་པའི་གང་ལགས་ཤག་གི་བར་ད་ལྟ་སྐབས་སུ་ང་ཚོ་དབུགས་སྒོ་བརྔོས་ནས་ཡང་དབུགས་ཕར་འགྲོ་བ་དང་ཚུར་འགྲོ་བ་དང་དེ་གང་ལ་ཡང་མུ་མཐུད་ནས་སྒོ་ནས་དེ་འདྲ་བྱེད་དགོས་དགོས་བ་རེད། ད་གླེང་འདི་བཅོག་ཟེར་ནས་ཡང་ནས་ཡང་དུ་ད་དམིགས་པ་གང་ལ་དུ་ཤག་པ་ཡིན་ཟེར་རེད་ད་ཧ་གོ་བ་བྱས་ནས་དྲན་པ་བཅས་ལ་ཤེས་བཞིན་སླེབས་ནས་ཧ་གོ་བ་བྱས་ནས་དཔེར་ན་རྟ་འདྲ་བ་ཅིག་བྱོན་དགོས་ན

ད་འདི་འདྲས་ཀྱི་ནི་ད་བྱིས་པ་དེ་ལ་ཡང་ད་ད་ང་ཚོས་ད་གོམས་དངོས་གནས་ཅི་ན་རེ་རེ་གོམས་ནས་ད་གནའ་སྔ་མོ་རྒྱ་གར་ལ་ཡིན་ན་གཅིག་གོམས་དེ་ནས་བླ་མ་ལ་ཡར་རྒྱུགས་པོ། ཡང་མ་འགྲིག་ན་བླ་མའི་མ་བསླབ་ད་དེ་འདྲའི་འགྲོ་སྟངས་དེ་ཡོད་རེད་ད་ད་ལྟ་ང་ཚོས་ད་དུས་ཚོད་ཀྱི་བྱེ་བྲག་མེད་དེ་ནི་གཅིག་སྤྱི་བཤད་འདྲ་བོ་ད་འགྲོ་སྟངས་དེ་འདྲ་འདྲ་བོ་ཆགས་བསྡད་དུས་དེ་ནི་སྤྱི་བཤད་དེ་བྱས་བཞག་གི་ཡོད་རེད་དེ་ནི་སོ་སོ་གྱི་ནང་སླེབས་ཚར་ནས་གང་ཐོས་པ་དེ་ག་ཚོད་མ་ཞུ་བ་ན་བཞིན་དེ་ནི། ལེགས་པར་རབ་ལ་ཉོན་ལ་ཡིད་ལ་ཟུང་ཞིག། དེ་ཡིད་ལ་བཟུང་ནས་དེའི་གང་ལ་དེ་ནས་སེམས་བློ་བཏང་སྒོམ་རྒྱ་ཡོད་དེ་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། ད་ང་ཚོས་སྔ་མ་མཚམས་འདེད་དུས་སྐབས་སུ་ལ་སྒྲུབ་ཁང་ལ་ཡིན་ན་ད་ལྷག་མཐོང་སྐབས་སུ་སླེབས་ཚར་དུས་དེ་ནས་བླ་མ་གིས་ཡང་ཡང་དྲི་བ་བཏང་གི་རེད། དཔེ་ཆ་ནང་ནས་ཚིག་འཁྱེར་ཡོང་ན་འགྲིག་གི་མ་རེད་ལུང་འདྲེན་བྱས་ན་འགྲིག་གི་མ་རེད་སོ་སོ་གི་ཚོར་བ་ག་འདྲ་འདུག་སྒོམ་པའི་སྐབས་སུ་ལ་དེ་ནས་ག་འདྲ་ཡོང་གི་འདུག་དེ་ཆ་ཚང་ཡར་རྒྱུག་ཕུད་དགོས་གི་རེད་ཡང་བླ་མ་གིས་འགྲིག་ན་འགྲིག་མ་འགྲིག་ན་མ་འགྲིག་ཡང་བླ་མས་མ་འབྲེལ་བ་མང་པོ་བཏང་རེད་རྒྱལ་པོ་སྒོམ་ཡོད་མེད་བླ་མས་ཆ་ཚང་ཤེས་གི་རེད་དེ་སྒོམ་མེད་ན་སྐྱག་རྫུན་བཤད་ན་བླ་མ་བཀའ་བཀྱོན་གནང་གི་རེད་དེ་གསུངས་དུས་དེ་ནས་ཡག་པོ་ཞིག་སྒོམ་དགོས་གི་རེད་གཙོ་བོ་དེ་དེ་ནས་ཁྱེད་རང་སྒོམ་བརྒྱབ་ཡོད་མེད་ཆ་ཚང་བསམ་བློ་བཏང་ཡོད་མེད་ཆ་ཚང་བླ་མས་ཀྱིས་མཁྱེན་གི་རེད་བླ་མས་ཀྱིས་ཤེས་གི་རེད་ཁྱེད་རང་ཁ་གྲགས་པ་དང་དུས་མཉམ་དུ་ཁྱེད་རང་གི་དེ་ནས་སྐྱོན་དང་ཡོན་ཏན་ཆ་ཚང་བླ་མས་མཁྱེན་འགྲོ་གི་རེད། ད་འདི་ཡིན་དུས་ད་ལྟ་དངོས་གནས་བྱས་ན་ད་ལྟ་འདི་ཚོ་ཡང་དེ་ནས་རིམ་པ་བཞིན་དུ་ང་ཚོ་ཉམས་ལེན་བྱས་ནས་དེ་ཉམས་ལེན་བྱས་ནས་རྒྱུགས་ཕུལ་འདི་འདྲ་བྱས་ནས་དེ་སྔ་སོ་སོ་ལ་ཡོན་ཏན་ཡག་པོ་ཆགས་དགོས་གོམས་བརྟན་པོ་ཆགས་ཡོད་རེད་གོམས་རྒྱ་ཡས་དེ་གར་སོང་ན་ཤེས་པ་གྲུང་པོ་ཆགས་ཡས་ཙམ་མ་རེད་སེམས་ཞི་བ་དང་ལྷོད་པོ་ཆགས་ཡས་ཀྱི་ཆེད་དུ་རེད་ད་འདི་ནས་མར་འགྲོ་མཁན་དང་ཡང་བྱིས་པ་དེ་ཉེས་པར་འཇོག་པ་ལ་ཡོད་རེད་ད་ཉེས་པར་འཇོག་སོ་དེ་ག་ལ་དེ་ནས་སེམས་དེ་ཁྲོས་པ་དང་ཧ་གོ་བ་བཅས་དེ་ནས་དེ་ཤེས་བཞིན་གྱི་ཧ་གོ་བ་བཅས་དང། གོམས་ལ་སྐྱོན་འདི་གཉིས་ཡོད་རེད་སྦྱིན་བ་དང་དགོས་པ་དང་འདི་གཉིས་དེ་དེ་ནས་གོམས་རྒྱ་ཡོད་ལ་བར་ཆད་ཆེ་ཤོས་དེ་རེད་ད་བྱིང་བ་རགས་པ་དེ་ཚོ་དེ་ནས་ང་ཚོས་མཚམས་མཚམས་ལ་འཐོམ་བསྡད་པ་ནང་བཞིན། དེ་ནས་སྤྱི་དྲིལ་འདི་དྲིལ་སྨྲས་པ། དེ་གང་འཚམ་བྱས་བསྒོམ། དེ་ནས་སྒོམ་འདི་བརླག་འགྲོ་གི་བྱིང་བ་ཕྲ་བ་འདི་ཟོས་ད་ཅི་སྒོམ་བདེ་ཡོད་དོགས་དོགས་བྱས་རྣམ་རྟོག་འཕྲོས་མི་འདུག་བསམ་བསམ་བྱས་ཡིན་ནའི་སེམས་འདི་གསལ་པོ་མེད་པ་དེ་འདྲ་ཆགས་དགོས་བ་རེད་དེ་ནས་དགོས་པ་ཟེར་མཁན་འདི་ཚོ་དེ་ནས་རྣམ་རྟོག་ཤུགས་ཆེན་པོ་ཤར་དེ་ནས་སེམས་གཡེང། དེ་ནས་འདོད་ཆགས་ཀྱི་རྗེས་སུ་འབྲང་ཞེ་སྡང་གི་རྗེས་སུ་འབྲང་ངར་རྒྱ་ཕྲག་དོག་དེ་འདྲའི་རྗེས་སུ་འབྲང་སྟེ་ལུས་འདི་ཙོག་ཙོག་བསྡད་ན་ཡང་སེམས་འདི་རྒྱ་ཁམ་སྐོར།

ད་དེ་ཚོ་ང་ཚོ་སྒོམ་བརྒྱབ་ནས་སོ་སོ་སོ་སོའི་སྨྱུང་བ་ཐོང་གོ་དགོས་བ་རེད། དེ་འདྲ་དེ་འདྲ་ཡོང་གི་རེད་ལབ་ཡིན་ས་རེད་བསམ་ནས་གཡུག་བཞག་པ་ན་གང་ཡང་ཕན་གི་མ་རེད། སོ་སོ་གིས་སྒོམ་སོ་སོ་གིས་དེ་ནས་དེ་ཚོར་བ་དེ་ཚོ་དེ་ནས་བརྟག་ཨོ་བླ་མས་དེ་འདྲ་གསུང་གི་འདུག་ང་རང་ལ་ཚོར་བ་འདི་འདུག་ད་དེ་ཡིན་ས་རེད། ཡང་དེ་ཡིན་ནམ་མ་ནམ་དོགས་པ་ཡོད་ན་དེ་ནས་བླ་མ་ཉམས་མྱོང་ཅན་ལ་ཡར་བཀའ་འདྲི་ཞུས་ནས་སྐུ་མདུན་བཅར་ནས་ངས་ཉམས་ལེན་དེ་འདྲ་ཞིག་བྱེད་ཀྱི་ཡོད། དེ་སྐབས་དེ་ལ་ནི་ཅིག་ཚོར་བ་དེ་འདྲས་ཅིག་སླེབས་ཀྱི་འདུག། དེ་ནས་འདི་དེ་ག་འདྲས་རེད་ལབ་ནས་ཁ་ཟས་འགོང་ལ་བྱ་ཆེ་དཀའ་བ་ཡེ་ཤེས་རྡོ་རྗེ་ཡང་ཁྱེད་དང་རྒྱལ་ཁ་གཞན་ལ་གྱོང་དང་བུ་ག་རང་གིས་ལན་ཚེ་ཚིག་འདི་ལ་ཚོར་བ་ཤུགས་ཆུན་པོ་ཞིག་སླེབས་ནས་དེ་ནས་ཤ་ར་བ་རྐུབ་སྣོན་བྱ་རེད་དེ་དེ་རུ་བ། ད་འདིའི་རྗེས་ལ་དེ་ནས་སྔ་པོ་དེ་དུལ་བར་བྱས་པ་ལ་གོ་རེ། དང། སྟག་འདྲ་པོ་དང་ཁ་ཚེ་སྔ་མ་གོང་དུ་ངས་ཞུས་པ་རེད་སྟག་དང་གཟིག་ཚུ་དེ་ནས་གཅིག་གིས་དང་ཁྲའི་ནར་ཏིག་གིས་དེ་ནས་དང་པོ་གྱོང་པོ་དེ་དུལ་བར་བྱེད་དགོས་གི་རེད། ད་ང་ཚོ་སེམས་དེ་མ་ཤེས་པ་ཡོད་རེད་སེམས་དེ་པས་གྱོང་པོ་དེ་འདྲ་ཡོད་རེད་དེ་སྒོམ་རྒྱ་སྒོམ་གྱི་ཕན་ཡོན་དྲན་སྒོམ་གྱི་ཡོན་ཏན་དྲན་དེ་ལ་སྤྱད་ནས་དེ་ནས་སེམས་དང་པོ་གྱོང་པོ་དེ་གོ་ལེ་གོ་ལེ་གོ་ལེ་རྗེས་སུ་དེ་ནས་ཞི་བ་ཆགས་འགྲོ་དགོས། དེ་སེམས་དེ་དུལ་འགྲོ་དགོས་པ་རེད་དེ་དེ་ཡིན་དུས་དུལ་བར་བྱས་པ། འདི་དེའི་རྗེས་ལ་དྲུག་པ་དེ་ཡིན་དེ་ནི་ཞི་བར་བྱས་པ་ལ་དགོས་རེད་དེ་ནི། ཆུ་རྙོག་པ་འདྲ་པོ་བྱས་ན་དྲུག་དྲུག་མ་དང་བ་ཅན་ནི་ལྷོད་ལྷོད་ཀྱིས་བཞག་པ་ཡིན་ན་དེ་ནི་ཆུ་དེ་རང་བཞིན་གྱི་ངོ་བོ་དྭངས་མ་དེ་ཐོན་ཡོང་དགོས་རེད་བཙོག་པ་དེ་མང་སྡིངས་ལ་རྒྱུག་འགྲོ་དགོས་རེད་ད་དཔེ་དེ་ཚེ་ན་མི་འདུག་དེ་ནག་ཅན་རེད་ད་ང་ཚོའི་དགོས་པ་དེ་སེམས་ལ་རྣམ་རྟོག་མང་པོ་ཡིས་གཡེངས་འགྲོ་གི་ཡོད་རེད་དེ་ད་འདི་ཚོ་སྐྱོན་རེད་དོ་གོམས་ལ་བར་ཆད་བྱེད་མཁན་རེད་དོ་ཟེར་ནས་དྲན་འབེབས་ཀྱིས་ཟིན་པ་བཅས་ད་རྣམ་རྟོག་བཟང་པོ་དང་ངན་པ་གཉིས་ཤར་གྱི་རེད་དེ་རྣམ་རྟོག་བཟང་ངན་གཉིས་ནང་ནས་ང་ཚོས་ཁུར་བ་ཐོག་མ་མེད་པ་ནས་གོམས་པའི་བག་ཆགས་དེ་རྣམ་རྟོག་ངན་པའི་སྟེང་ལ་ཡོད་རེད་རྣམ་རྟོག་ངན་པའི་སྟེང་ལ་ཡོད་སོང་ན་སེམས་འཁྲུག་འགྲོ་དགོས་རེད་སེམས་འཁྲུགས་ན་སེམས་མ་ཞི་བར་བྱེད་ཀྱི་རེད་སེམས་མ་སྐྱིད་པར་བྱེད་ཀྱི་རེད་སེམས་མ་དུལ་བར་བྱེད་ཀྱི་རེད་ད་ཉོན་མོངས་པ་དེ་སྐྱོན་རེད་ཤག་ཉོན་མོངས་པ་དེ་ཡག་པོ་མ་རེད་ཤག་བསམ་སྟེ་དེ་ཉོན་མོངས་པ་ལ་སྐྱོན་ལ་སྐྱོན་ཡིན་པ་ངོ་ཤེས་ནས་དེ་ནས་གོམས་གྱི་དེ་ནས་གོམས་གྱི་གང་ལ་ལ་སེམས་བློས་ཡོང་འདོད་ག་ལ་དེ་ཞིག་སེམས་དེ་རང་བཞིན་གྱིས་དེ་ནས་ཞི་བ་ལྷོད་ལྷོད་ཡོང་དགོས་བར་ད་ནམ་ཡང་གི་དབང་དུ་མ་ཤོར་བ་ལ་འོ་རང་ད། དམིགས་པ་གང་ལ་གནས་ཐུབ་བམ། ད་རྣམ་པར་ཞི་བར་བྱེད་བ་སོགས་བདུན་པོ་དེ་རེད་ད་ཇི་ལྟར་ཞི་བར་བྱེད་པ། ད་དེ་དེས་རགས་པ་འདྲ་པོ་བྱེད་རྣམ་པར་ཞི་བར་བྱས་ཟིན་ན་དེས་ཕྲ་བ་བྱེད་ནས། ད་ག་རེ་ཡོད་ཟེར་ན་ད་རུང་སྒོམ་གྱི་ལ་བྱིང་རྒོད་ཀྱི་སྐྱོན་འདི་ཚོ་ཡོང་དེ་གོ་རེ་བྱིང་རྒོད་ཕྲ་བ། བྱིང་བ་ཕྲ་བ་རྒོད་པ་ཕྲ་བ་དེ་ཚོ་ཡོང་དུ་ཡོད་དོ་རགས་པ་དེ་ཡོང་གི་ཡོད་མ་རེད་ད་རུང་འདི་ག་ལ་བྱིང་བ་ཕྲ་བ་ཡིན་ན་ཡང་གོམ་ལ་བར་ཆད་རེད་བཞག་རྒོད་པ་ཕྲ་བ་ཡིན་ན་ཡང་བར་ཆད་རེད་བཞག་ད་ནང་བཞིན་དེ་ནས་ཏིང་ངེ་འཛིན་གྱི་ཡོན་ཏན་དེ་ཡང་ནས་ཡང་ནས་འདྲེན་ཡོང་དུས་སྐབས་སུ་ལ་དེ་དཔེ་དེ་ག་རེ་བྱ་ན་ནམ་མཁའ་སྤྲིན་དང་འདྲ་བ་དེ་ག་མཚམས་ཅིག་ནས་བྱིང་བ་ཡང་མེད་པ་རྒོད་པ་ཡང་མེད་པ་ཆགས་འགྲོ་གི་ཡོད་རེད་ད་གོམ་དེ་རྒྱབ་རྒྱབ་རྒྱབ་རྒྱབ་ཡོང་དུས་སྐབས་སུ་ལ། བྱིང་རྒོད་དང་བྲལ་བ་ཡོང་དགོས་པ་དང་ནམ་མཁའ་སྤྲིན་དང་བྲལ་བ་ལྟར་དཔེ་དེ་བྱ་དགོས་པ་དེ་སེམས་ཀྱི་རྣམ་རྟོག་ཐམས་ཅད་དེ་ནི་ག་རེ་ཤར་ན་ཡང་གོམས་ཆག་འགྲོ་དགོས་པ་དེ་ནི་དམིགས་པ་གང་ལ་གནས་འགྲོ་རེད་ཡག་པོ་ཤར་ན་ཡང་ཡག་པོ་གང་ལ་སེམས་གནས་ཐུབ་དགོས་རེད་སྡུག་པོ་ཤར་ན་ཡང་སྡུག་པོ་གང་ལ་སེམས་གནས་ཐུབ་དགོས་རེད་གང་འདྲེན་ན་ཡང་དེ་གང་འདྲེན་འདྲེན་དེ་གོམས་ཀྱི་ངོ་ལ་འགྲོ་ཐུབ་དགོས་རེད། ལྟ་སྒོམ་ཡག་པོ་རྒྱག་མཁན་དེ་ཚོར་སྐད་ཆ་བཤད་ན་སྐད་ཆ་དེ་དཔེ་དམའ་པོ་བཤད་ཀྱི་རེད་ལྷོད་ལྷོད་བཤད་ཀྱི་ཡོད་རེད། དེ་ནས་གཟུ་བོ་འགྲོ་ན་ཡང་གཡོ་འགུལ་དེ་ཚོ་བེད་ཤུགས་ཆུང་མོད་པ་ལྷོད་ལྷོད་བྱས་འགྲོ་གི་ཡོད་རེད་སེམས་པ་ཡིན་ན་ཡིན་པའི་དམིགས་པ་གཅིག་ལ་སེམས་བརྟན་པོ་བྱས་དེ་འདྲས་འགྲོ་གི་ཡོད་རེད་དེ་ཉམས་ལེན་བདག་པོ་དེ་ཚོ་དེ་ནི་ཉམས་ལེན་བྱེད་མཁན་གཞན་པ་ཅིག་རྒྱང་ནས་བྱས་ཡོང་དུས་སྐབས་སུ་ལ་འོ་དེ་ཉམས་ལེན་ཆེན་པོ་ཅིག་རེད་ཤག་སེ་རང་བཞིན་གྱིས། མ་བསྐུལ་བས་ད་རང་དབང་མེད་པའི་དད་པ་དེ་འདྲ་སྐྱེ་ཡི་ཡོང་གི་ཡོད་རེད་དེ་ཉམས་ལེན་མེད་མཁན་དེ་ཚོ་དེ་ནི་མི་དེ་དག་ཕལ་ཆེར་ཉོབ་ཏོ་འགྲོ་པོ་ཞིག་འདུག་བསམ་བློ་སྨྲ་ན་དེ་ནི་གཞན་པ་ཞེ་དྲག་དྲན་ཡས་ཡོད་མ་རེད། ད་འདི་ཚོ་ག་འདྲ་རེད་ཟེར་ན་ང་རང་གི་ད་ནང་གྲུ་དཔོན་བླ་མ་གིས་ད་གསུངས་མྱོང་དེ་ནི་ཁོང་གི་བླ་མ་དེ་ཚོ་གི་ཉམས་ལེན་དག་པོ་ཡོད་འདུག་དེ་ནི་བླ་མ་གཞན་པ་ཁ་ཤས་ཡང་དག་རེད་འབུག་འདི་བས་འདུག་དེ་ནི་བཀའ་མོལ་ཚིག་གཅིག་གནང་གི་མི་འདུག་གཅིག་གཅིག་ལ་ཕར་ལྟ་ཚུར་ལྟ་བྱས་ནས་དེ་ནི་གཅིག་དེ་ཕེབས་འགྲོ་འདོད་ག་ལ་དེ་ནི་བླ་མ་དེ་གི། བསམ་གྱིས་མི་ཁྱབ་པ་རེ་ཞིག་བླ་མ་དེ་རྟོགས་པ་ཆེན་པོ་བཞི་བོ་རེ་ཞིག་ཉམས་ལེན་ཆེན་པོ་བཞི་བོ་རེ་ཞིག་ལ་ནི་དཔེ་ཅིག་རང་དབང་མོ་ཡིད་མོ་ཤོར་འདེབས་པ་འདྲ་བོ་ཧང་བསངས་པ་དེ་འདྲ་སྣང་གི་འདུག་དེ་འདི་ཚོ་མཇལ་བ་ཙམ་གྱིས་དེ་ནི་ཅིག་ངོ་འཕྲོད་འགྲོ་གི་ཡོད་ས་རེད། སྐབས་དེ་ཡིན་དུས་ག་ལ་ཁོ་རང་ཁོ་རང་ལ་ཉམས་ལེན་ཡག་པོ་ཡོད་པའི་རྟགས་ཀྱིས་གཞན་གྱི་ཉམས་ལེན་དེ་ཡང་རྟོགས་ཐུབ་དགོས་བ་རེད་དེ་ཁོ་རང་ལ་ཉམས་ལེན་ཡག་པོ་མེད་ན་གཞན་གྱི་ཉམས་ལེན་རྟོགས་ཐུབ་ཡ་ཡོད་མ་རེད། ད་འདིའི་རྗེས་ལ་ད་གིས་ད། རྣམ་པར་ཞི་བར་བྱེད་པ་ཟེར་གྱི་འདི་ནི་ཐམས་ཅད་གོམས་དུ་འཆར་དུ་དགོས་ན་དེ་ནི་གྱེས་པ་དེ་རྩེ་གཅིག་ཏུ་གནས་པ་བསམ་ད་དམིགས་པ་གང་ལ་བཞག་ན་ཡང་དེ་ནི་སེམས་དེ་རིའི་རྒྱལ་པོ་ནང་བཞིན་བརྟན་པོ་གནས་ཐུབ་ཀྱི་ཡོད་རེད། དེ་དཔེ་དེ་ག་རེ་བཞག་གི་རེད་ཟེར་ན་རིའི་རྩེ་ལ་མར་མེ་འབར་བ་ནང་བཞིན་ཟེར་ལ་ད་རིའི་རྩེ་ལ་མེ་འབར་བསྡད་ན་དེ་ནི་གང་ལ་གནོད་ཀྱི་ཡོད་མ་རེད་དེ་ནི་ཁོ་རང་རང་དབང་ཆེན་དུ་འབར་བསྡད་ཀྱི་ཡོད་རེད་དེ་ནང་བཞིན་སེམས་དེ་ག་བ་བསྡད་ན་ཡང་དེ་ནས་བརྟན་པོ་ཆེ་འདེད་དུ་བོས་བ་རེད། འོ་ད་འདིའི་ཚེ་ལ་ཐ་མ་དེ་དེ་ནས་ད་མཉམ་པར་འཇོག་པ་སེམས་དེ་རེད་དེ་ནས་སེམས་དེ་མཉམ་པར་བཞག་ད་པ་ད་དེ་འདྲའི་འདོད་ག་ལ་དེ་ནས་སེམས་རང་བབས་བཞག་ཏུ་དགོས་བ་རེད་ད། བྱིང་བ་ཡོད་མ་རེད་གོད་པ་ཡོད་མ་རེད་བྱིང་རྒོད་ཐམས་ཅད་དང་བྲལ་ནས་དེ་ནས་གོམས་རྒྱ་ཡལ་ལ་ཡང་རྩོལ་སྒྲུབ་བྱེད་དགོས་མ་རེད་རྩོལ་མེད་དུ་ཡོང་དགོས་བ་རེད་དེ་ག་བ་དེ་ནས་སེམས་གོམས་གང་ལ་གནས་འགྲོ་དགོས་བ་རེད། རྒྱ་མཚོ་རླབས་མེད་པ་ལྟ་བུར་རྒྱ་མཚོ་རླབས་དང་རླུང་བུ་གང་ཡང་མེད་ན་དེ་ནི་རྒྱ་མཚོ་དེར་བས་ལྷོད་ཤིག་གེ་དེད་པ་ནི་ལུས་ཀ་དང་སེམས་གཉིས་ཀ་ལྷོད་ཤིག་གེ་ལ་སྒོམ་གང་ལ་གནད་དུ་འབུལ་བ་རེད། ད་དེའི་རྗེས་ལ་དེ་ནས་ད་ང་ཚོ་རྩ་བ་ནང་ལ་འཕྲོད་པ་ཡིན་ན། དེ་ནས་རྩ་བ་ནང་ལ་ག་རེ་གསུངས་ཡོད་རེད་ཟེར་དུས་གང་ལ་ཆོས་རྣམས་རྨི་ལམ་ལྟ་བུར་བསམས། ད་དེ་གསུངས་ཡོད་རེད། ད་ཆོས་ཐམས་ཅད་རྨི་ལམ་ནང་བཞིན་རེད། དེ་ནས་དེ་ཆོས་ཐམས་ཅད་དང་གཙོ་བོ་དེ་སེམས་ལ་སྣང་ཡོང་དགོས་རེད་སེམས་འཁྲུལ་ནས་དེ་ནས་མེད་པ་ལ་ཡོད་པར་འཛིན་ཡོང་དགོས་རེད་དཔེར་ན་ང་ཚོ་གཉིད་ཉལ་དུས་སུ་གང་ལ་རྨི་ལམ་དེ་དེ་ནས་སེམས་ཡོད་པ་ལ་དེ་ནས་རྨི་ལམ་སྣང་ཡོང་རོགས་སེམས་མེད་ན་རྨི་ལམ་སྣང་ཡོང་མི་རོགས་དེ་ནས་རྨི་ལམ་དེ། གཟུ་བོ་ལ་སྣང་རེ་གང་ལ་སྣང་རམ་ན་སེམས་ལ་སྣང་བར་བ་ད་ཤེས་པ་གི་ནང་དུ་ནི་ཅིག་སྣང་ཡོང་བར་དེ་སྣང་ཅིང་ཕྱིའི་དངོས་པོ་རི་ར་བ་ཁང་ཁྱིམ་ལ་སོགས་པ་ཐམས་ཅད་ད་དོན་དུ་དངོས་གནས་ཅི་ན་བདེན་པར་གྲུབ་པ་ཡོད་མ་རེད་ཡིན་ན་ཡང་མེད་བཞིན་དུ་དེ་ནི་ང་ཚོ་འཁྲུལ་ནས་སྣང་ཡོང་གཉིད་ལམ་ན་སྣང་ཞིང་རེད་ལ་ད་དེ་དཔེ་དེ་དེ་བཞག་དགོས་རེད། ད་ང་ཚོ་གཉིད་ལམ་ནང་ལ་གང་སྣང་བདེ་བ་མིག་གི་ཡུལ་དུ་གཟུགས་ཡིན་ལ་རྣ་བའི་ཡུལ་དུ་སྒྲ་གོ་ངའི་ཤེས་པའི་ཡུལ་དུ་གང་སྣང་བདེ་བ་ཐམས་ཅད་གཉིད་ལམ་ནང་ལ་བདེན་པ་རེད་བས་ཟེར་ན་བདེན་པ་རེད་དེ། དྲོ། བདེ་སྡུག་གི་ཚོར་བ་ཐམས་ཅད་ཡང་མྱོང་གི་རེད་དེ། གཉིད་ཚད་ན་རྨི་ལམ་དེ་རྫུན་པ་རེད་དེ། བདེན་པ་གྲུབ་ཡོད་མ་རེད། ད། ཉིན་སྣང་གི་ཕྱི་ནང་སྣོད་བཅུད་གཉིས་ཀར་དེ་ནས་སེམས་ཀྱི་འཁྲུལ་སྣང་ཁོ་ན་རེད། ད་ཉིན་མོའི་སྣང་བ་གི་ད་ཕྱི་སྣོད་ཡིན་ན་རེད་ནང་བཅུད་ཡིན་ན་རེད་སེམས་ཀྱི་འཁྲུལ་སྣང་ཁོ་ན་རེད། དོན་ལ་བདེན་པ་གྲུབ་པ་ཅུང་ཟད་ཀྱང་ཡོད་མ་རེད་ལབ་ཡོད་རེད། ད་ཡུལ་སྣང་ཐམས་ཅད་ནི་སེམས་ཀྱི་འཁྲུལ་སྣང་ཁོ་ན་ཡིན་ན་དེ་ག་རེ་བྱས་ནས་ད། སྣང་བ་ལྟར་དུ་བདེན་པ་མཐོང་བ་རེད་ལབ་དྲི་བ་བཏང་པ་ཡིན་ན་དེ་ནི་ལས་ཀྱི་དབང་གིས་སྣང་བ་རེད། ལས་སྣང། ལ་དེ་ནི་འཁྲུལ་པ་མ་ཟད་ཀྱི་བར་དུ་ལས་ཀྱི་སྣང་བ་འཁྲུལ་པ་མ་ཟད་ཀྱི་བར་དུ་སྣང་བ་ཟད་ཡོད་མ་རེད་སྣང་བ་བཀག་ཐུབ་ཡོད་མ་རེད། ད་སྣང་བ་རང་བཞིན་མེད་པ་རྟོགས་དགོས་དགོས་རེད། ད་བར་དེ་ཚིག་དེ་གསལ་པོ་དྲན་མ་སོང་ཀརྨ་པ་གསུམ་པ་རང་བྱུང་རྡོ་རྗེ་གི་ཕྱག་ཆེན་སྨོན་ལམ་སྣང་ལ་ཡོད་རུང། རང་སྣང་མ་རིག་དབང་གིས་རང་རིག་བདག་ཏུ་འཁྲུལ། ད་རང་སྣང་ལ་ཡུལ་དུ་འཁྲུལ། རང་རིག་ལ་བདག་ཏུ་འཁྲུལ་ནས་དེ་ནས་ང་ཚོ་ད་དེ་འདྲ་འཁྲུལ་བ་རེད། ཐ་མ་རིག་དབང་གིས་རང་རིག་དག་ཏུ་གྲོལ་གཉིས་འཛིན་དབང་གིས་སྲིད་པའི་ཀློང་དུ་འཁྱམས། དང། ཡུལ་འཛིན་པ་དང་དག་ཏུ་འཛིན་པ་དང་དག་འདི་འདྲ་གཉིས་སུ་འཛིན་པ་ལ་བརྟེན་ནས་དེ་ནས་འཁོར་བ་ཐོག་མ་མེད་པ་ནས་ད་ལྟ་བར་དུ་ཡང་འཁོར་བར་འཁྱམས་པ་རེད་དེ་མ་འོངས་པ་ལ་མུ་མཐུད་ནས་འཁོར་བར་འཁྱམས་འགྲོ་གི་རེད་ཟེར་གསུངས་ཡོད་རོ། ད་ལྟའི་ང་ཚོ་གི་ལས་ཉོན་གྱི་དབང་གིས་འཁོར་བ་ཐོག་མ་མེད་པ་ནི་ད་ལྟ་བར་དུ་ལ་དེ་ལས་ཉོན་གྱིས་འཁྲུལ་ནས་ལས་ཉོན་གྱིས་བཅིངས། ལས་ཉོན་གྱི་ནང་ལ་བསྡད་བསྡད་པ་རེད། དེའི་བག་ཆགས་དེ་དེ་ནས་ད་རུང་མུ་མཐུད་ནས་འགྲོ་བསྡད་ཀྱི་ཡོད་རེད་ད་བདེན་པ་མེད་པ་ལ་བདེན་པར་འཛིན། བདེན་པ་མཐོང་ད་དེ་འདྲས་བྱས་ནས་དེ་ནི་ང་ཚོ་ད་སྐྱབས་རྗེ་རིན་པོ་ཆེ་གི་ནམ་རྒྱུན་དཔེ་ཅིག་བཞག་གི་ཡོད་རེད་རྟེན་འབྲེལ་ཆེན་པོ་བརྟགས་ལ་དེ་ནས་དཔལ་ལྡན་འཕགས་པ་ཀླུ་སྒྲུབ་ཀྱིས་དང། ཆོས་ཐམས་ཅད་སྟོང་ཉིད་རྟོགས་ཡས་ཏེ་དེ་ནི། གཏན་ཚིགས་ཆེན་པོ་ལྔ་ལ་སོགས་པ་ཡོད་རེད་དེ་དེ་རྣམས་ནི་ཐམས་ཅད་ལ་ཁྱབ་པ་རྟེན་འབྲེལ་ཆེན་པོ་རྟགས་བསལ་གྱི་བཀོད་དགོས་རེད་ད་འདིའི་རྗེས་ལ། མཆན་བུ་རྗེས་ཞུ་གི་ཡིན་བསམ་སོང། ད་རིན་པོ་ཆེ་གི་དེ་འདྲའི་ཅེས་དཔེ་དོན་གནང་གི་རེད་ད་དེ་འདྲའི་ཅེས་ནི་དེ་དེ་ཐུང་ཐུང་རེད།
དེ་དེ་དེ་རིང་པོ་རེད། ད་འདི་གཉིས་དེ་ནི་བུ་གུ་ཆུང་ཆུང་ཡིན་ན་ཡང་རེད་མི་རྒན་པ་ཡིན་ན་རེད་མི་གཞོན་པ་ཡིན་ན་རེད་མི་སུ་དང་སུ་ལ་དྲིས་ན་ཡང་དེ་རིང་པོ་རེད་ད། དེ་ཐུང་ཐུང་རེད་ད། དེ་ལ་རིང་པོའི་འཛིན་པ་ཡོད་རེད་དེ་ལ་ཐུང་ཐུང་གི་འཛིན་པ་ཡོད་རེད། ད་དེ་རིང་བུ་བདེན་པར་གྲུབ་པ་མཐོང་དགོས་རེད་ང་ཚོ་འཁྲུལ་ནས་དེ་ཐུང་ཐུང་བདེན་པར་གྲུབ་པ་མཐོང་དགོས་རེད་ཡིན་ན་ཡུལ་གྱི་སྟེང་དུ་དངོས་གནས་ཕྱིན་ན་བདེན་པར་གྲུབ་པ་ཡོད་མ་རེད་ང་ཚོའི་བློ་ཡི་རྟགས་བློ་ཡི་འཛིན་དེ་ལ་མཚན་འཛིན་དང་ཞེན་འཛིན་འདི་ཡོང་གི་ཡོད་རེད་བདེན་འཛིན་འདི་བདེན་པར་འཛིན་པ་འདི། ད་ཚང་མ་གི་དེ་དེ་རིང་བུ་རེད་བས་ཟེར་ན་ཁྱེད་ཚང་མ་དེ་རིང་བུ་རེད་ལབ་གི་རེད་བ། ཐུང་ཐུང་མ་རེད་ལབ་གི་རེད་བ། ད་འདི་དེ་འདྲས་བྱས་ནས་དེ་དེ་འདྲས་བྱས་པ་ན་དེ་རིང་བུ་རེད་བས་ལབ་ན་ད་ཚང་མ་གིས་དེ་རིང་པོ་མ་རེད་ལ་ཡོད་ར་ད་རིང་པོ་དགའ་བ་འགྲོ། རིང་པོ་བདེན་པ་བགྲོས་ཡོད་མ་རེད་ཐུང་ཐུང་བདེན་པ་བགྲོས་ཡོད་མ་རེད་ཡུལ་གྱི་ངོ་ལ་ཡིན་ན་ང་ཚོའི་བློ་གིས་དེ་རིང་པོ་རེད་དེ་ཐུང་ཐུང་རེད་ཟེར་རྟེན་འབྲེལ་དབང་གིས་བཏགས་བཞག་དགོས་རེད། ད་རིང་པོ་ཡང་རྨི་ལམ་ལྟ་བུ་རེད་ཐུང་ཐུང་ཡང་རྨི་ལམ་ལྟ་བུ་རེད་ཁྱོད་ད་རྨི་ལམ་ལྟ་བུར་བསམས་ནས་རིང་པོ་བདེན་པར་མ་གྲུབ་པ་དེ་རྨི་ལམ་ནང་བཞིན་རེད་བཞག་ཐུང་ཐུང་བདེན་པར་མ་གྲུབ་པ་དེ་རྨི་ལམ་ནང་བཞིན་རེད་བཞག་བསམས་ནས་དེ་ཁྱོད་ཐམས་ཅད་དེ་འདྲའི་ཤེས་གོ་དགོས་རེད། གཅིག་ལ་བརྟེན་ནས་གཅིག་རྟགས་བཞག་པ་རིང་བུ་ལ་བརྟེན་ནས་ཐུང་ཐུང་རྟགས་བཞག་པ་ཐུང་ཐུང་ལ་བརྟེན་ནས་ཞིང་བུ་ལོའི་རྟགས་བཞག་པར་ཡུལ་དངོས་ནི་རིང་བུ་དང་ཐུང་ཐུང་ཟེར་ནས་གྲུབ་ཡོད་མ་རེད་དེ་ནང་བཞིན་གྱི་ཆེན་པོ་དང་ཆུང་ཆུང། ཡག་པོ་དང་སྡུག་པོ། མཛེས་པ་དང་མི་མཛེས་པ། དང་འཁོར་བ་དང་མྱང་འདས། བདག་དང་གཞན། བདེ་བ་དང་སྡུག་བསྔལ། སྒྲ་དང་བརྙན། གནོད་པ་དང་ཕན་པ་སེམས་ཚང་མ་གཅིག་ལ་བརྟེན་ནས་གཅིག་བརྟག་བཞག་པ་ཚང་མ་རེད་དོ། ད་འདི་ནང་བཞིན་གྱི་བདག་གི་གོང་དུ་ཞུས་པ་སྔར་བཞིན་སེམས་ཅན་ཐམས་ཅད་འཁྲུལ་ཚུལ་དེ་གང་རེད་ཟེར་ན་རང་སྣང་ལ་ཡུལ་དུ་འཁྲུལ། དེ་ནས་འདི་ལ་མིང་དང་དེ་འདྲའི་ཐ་སྙད་མང་པོ་བཏགས་ཡོང་དགོས་བ་རེད། ཙམ་མ་རིག་པའི་དབང་གིས་དེ་ནི་རང་ངོ་རང་གིས་མ་མཐོང་དང་རང་གི་གནས་ལུགས་དེ་རང་གིས་མ་རིག་པའམ་ངོ་མ་ཤེས་པ་རེད་དེ་ནི་རང་ངོ་རང་གིས་མ་ཤེས་ཡང་དེ་དེ་རང་གི་གནས་ལུགས་སེམས་ཀྱི་གནས་ལུགས་སུ་གནས་མི་འདུག་སེམས་ཀྱི་རང་བཞིན་དེ་སུ་གནས་མི་འདུག་དེ་ནི་གཅིག་དེ་དེ་ང་ཚོས་མ་མཐོང་པ་རེད། ད་རང་རང་བྱུང་གི་ཡེ་ཤེས་དེ་ངོ་མ་ཤེས་ཡོང་དུས་གང་ལ་མ་རིག་པའི་དབང་གིས་དེ་ནས་རང་རིག་ལ་དྭགས་ང་ཟེར་བ་ནི་དེ་འཛིན་པ་དེ་ཞུགས་ཡོང་གི་རེད། ད་འདི་འདི་ཚོ་ཚང་མ་ཡང་རྨི་ལམ་ནང་བཞིན་དེ་འདྲ་ཅིག་ནས་འཁྲུལ་ཡོང་བ་རེད་ད་དེ་དེ་ཕྱིའི་ཡུལ་དེ་བདེན་པ་གྲུབ་པ་མིན་འདུག་ཟེར་ད་དེ་བྱེད་སྟངས་ལས་དང་པོ་བ་དེ་ཚོ་ལ་ཏེས་ཀ་ལས་ཡོད་རེད་དེ་ནི། ཐོས་བསམ་མང་པོ་གནང་ཚར་བ་དང་ཉམས་ལེན་མང་པོ་གནང་ཚར་བ་ཚོ་ཡང་ཚེ་འགོ་ཡོང་དུས་ནས་སྔ་མ་བྱང་ཚ་ཡིན་དུས་རིག་པ་འདི་ཚོ་གྲུང་པོ་འགྲོ་བ་ཅིག་སེམས་པ་འདི་ཚོ་ཡང་ལྟས་ས་ཡངས་པོ་འགྲོ་བ་ཅིག་ཨོ་དེ་དེ་རེད་ད་བསམ་བསམ་ཅིག་ཡོང་གི་ཡོད་རེད། ད་ཅི་སྟངས་ཀྱིས་ད་ནང་ང་ཚོ་འཁྲུལ་པ་རེད་བདེན་པར་མ་གྲུབ་པ་རེད་ཟེར་འདི་སུས་མཐོང་པ་རེད། ང་ནི་མཐོང་མ་སོང་ད་དེ་མ་རེད་ལམ་བྱང་པ་ཡང་དག་འཕགས་པ་རྣམས་ཀྱིས་མཁྱེན་གྱི་ཡོད་རེད་སངས་རྒྱས་བཅོམ་ལྡན་འདས་ཀྱིས་མཁྱེན་གྱི་ཡོད་རེད་ཟེར་གྱི་ཡོད་རེད་དེ་འདི་ནི་ཡང་དག་མ་རེད། ཕྱིན་ཅི་ལོག་པ་རེད། འདི་ནི་ཕྱིན་ཅི་ལོག་ཏུ་འཁྲུལ་འགྲོ་གི་འདུག། འཁྲུལ་པ་ལ་འཁྲུལ་པ་འབའ་ཤེས་ཀྱི་མི་འདུག། འཁྲུལ་པ་ལ། མ་འཁྲུལ་པ་ཤེས་མཁན་དེ་སུ་ཟེར་ན་སངས་རྒྱས་བཅོམ་ལྡན་འདས་རེད། ད་དེའི་མདུན་ང་རང་ཚོ་ཡང་དག་འཁྲུལ་པའི་བློ་དེ། དེ་ནི་འཁྲུལ་པ་ཡིན་པར་ངོ་ཤེས་ནས། དེ་ནས་མ་འཁྲུལ་པའི་བློ་དེ་ལ། དེ་ནས་ཅིག་ཀླད་པའི་ཡང་མ་གྲུབ་པའི་བློས་ཀླད་པའི་གི་ཐབས་ཤེས་ངོ་ཤེས་ཐབས་ཤེས་ད་དེ་འདྲའི་ཆེ་ནས་མ་གྲུབ་པའི་གི་རང་བཞིན་དེ་མཁྱེན་པའམ་རྟོགས་པའམ་ཤེས་སོང་ན་དེ་ང་ཚོའི་ཡང་འཕགས་པ་དང་བྱང་ཆུབ་སེམས་དཔའ་དང་ནི་སངས་རྒྱས་ནང་བཞིན་འགྱུར་ཐུབ་པ་རེད། ད་དེ་ནི་སྐྱབས་རྗེ་རིན་པོ་ཆེ་གི་དེ་ནང་ཟབ་ཆོས་དེ་ནང་དུ་ད་གཉིས་པ་ནང་གི་སེམས་ལ་དམིགས་ནས་བསྒོམ་པ་ནི་ད་ཕྱི་དངོས་པོ་དེ་བདེན་པ་སྒྲུབ་པ་རེད་མི་འདུག་རང་བཞིན་གྱིས་སྒྲུབ་པ་མི་འདུག་སྒྱུ་མ་དང་རྨི་ལམ་ལྟ་བུ་རེད་ཤག་ས་ཏེ་ཕྱི་དངོས་པོ་བདེན་པ་སྒྲུབ་པ་མེད་ན་ཕྱི་དངོས་པོ་བདེན་པ་སྒྲུབ་པ་མི་འདུག་བསམ་ཤེས་མཁན་ཧ་གོ་མཁན་སེམས་དེ་བདེན་པ་སྒྲུབ་པ་ཡིན་ས་རེད་བསམ་ཤེས་ཀྱི་རེད་ལབ་ད་མདོར་བསྡུས་བྱས་ཞུས་པས་ན་དེ་ཡང་ད་བདེན་པ་སྒྲུབ་ཡོད་མ་རེད་ལབ་ཡོད་རེད། ད་དེ་ཚོ་དེ་ནས་ང་ཚོ་དངོས་གནས་བྱས་ན་གོམ་བརྒྱབ་ནས་སུ་སུ་སུ་གི་དེ་ནས་བརྟག་དཔྱད་བཏང་ནས་དེ་འདྲ་བྱེད་དགོས་ཀྱི་ཡོད་རེད་ད་དེ་ནས་མ་ལ་ད་ཚོགས་བཤད་བྱས་བཞག་དུས་ག་ཚོད་ཕན་རྒྱུ་ཡོད་པ་དེ་ཧ་མི་གོ་དེ་ད་ཡིན་ན་མ་ཞུས་བཞག་ཡ་རེད། ད་དེ་ཡིན་དུས་ནི་མ་སྐྱེས་རིག་པའི་གཤིས་ལ་དཔྱད། གཤིས་ཟེར་གྱི་འདི་གནས་ལུགས་ལགས་ཀྱི་ཡོད་རེད་ད་སེམས་ཁོ་རང་དགའ་བར་དུ་བརྟག་དགོས་རེད་རིན་པོ་ཆེ་ནང་ལ་གར་སོང་ནང་གི་སེམས་དེ་ཡང་དངོས་གནས་དཔྱད་པའི་སྐབས་སུ་བརྟག་དཔྱད་བཏང་བའི་སྐབས་སུ་ལ་རིག་པའི་གཤིས་འམ་ལ་སྐྱེས་མེད་ལ་སེམས་ཁོ་རང་དགའ་བག་ཏུ་བཏགས་བར་བྱ། ད་ནི་ངེད་ཀྱིས་ཁ་གྲགས་དུས་ཁྱེད་ཚོས་སྒུག་གིན་ཅི་ཡོད་རེད། ཧ་ཧ་སྒུག་གིན་ཅི་ཡོད་རེད། དེ་འདྲའི་ལབ་སོང་དེ་འདྲ་བྱུང་དེ་འདྲའི་སེམས་དེ་དགའ་བོ་འདུག་ག་འདྲ་ཞིག་འདུག་ལྟ་དགོས་དགོས་བ་རེད། ཙང་ང་ཚོ་ཚང་མ་ལ་ཡོད་ར་ང་རང་གི་སེམས་ང་རང་གི་རྣམ་རྟོག་ང་རང་གི་ད་མི་དྲན་དགུ་དྲན་བསམ་བའི་ཉོན་མོངས་པ་ད་དྲན་གྱིན་ཅི་འདུག་ང་ད་ནི་དེ་ཡིན་ན་ཡང་དེ་དགའ་བོ་འདུག་ལྟ་དགོས་དགོས་བ་རེད། ཁ་ནི་ད་ལབ་ཏུ་བསྐོལ་བར་ཏེ་དེའི་ག་བ་གནས་སྐྱེ་འདུག་མགོ་ལ་གནས་སྐྱེ་དོམ། སྙིང་ལ་གནས་སྐྱེ་དོམ་མིག་ལ་གནས་སྐྱེ་དོམ་མིག་གི་ཐོ་ཡོང་དུས་མིག་ལ་གནས་སྐྱེ་དོམ། ཁ་ཁ་བྲག་ཡིན་དུས་ལྕེ་རྐང་ལ་གནས་སྐྱེ་དོམ། ཡང་ན་ཨམ་ཅོག་མགོ་ཡོང་དུས་ཨམ་ཅོག་ནང་ལ་གནས་སྐྱེ་དོམ། ད་ཨམ་ཅོག་གི་གི་གོ་གོ་ཡོད་ན་ནི་ཤེས་ཚར་བས་རོ་ལ་ཡང་ཨམ་ཅོག་ཡོད་རེད། མིག་གི་ནི་གི་དེ་ནི་དེ་ཡིན་ན་ནི་ཤེས་ཚར་བས་རོ་ལ་ཡང་མིག་ཡོད་རེད། དེ་སྙིང་ནི་ཤེས་ཚར་བས་རོ་ལ་ཡང་སྙིང་ཡོད་རེད། དེ་ནས་ཁྱོད་ཚོས་གོ་གི་མི་འདུག་ཐོས་ཀྱི་མི་འདུག་ཤེས་ཀྱི་མི་འདུག་ད་དེ་འདྲའི་ཤེས་མཁན་གཅིག་ནི་ཡོད་རེད་དེ་ཤེས་མཁན་དེ་ག་པ་འདུག་ག་འདྲས་འདུག་ད་ལྟ་གོ་དགོས་བ་རེད། ད་ང་སེམས་དེ་ནི་ཡོད་ན་དེ་ནས་དབྱིབས་ལ་གྲུབ་པ་ཁ་དོག་ལ་གྲུབ་པ་ཅིག་ཡོད་དགོས་རེད། ད་ཁ་དོག་ལ་དཀར་སེར་དམར་ལྗང་གི་རྣམ་པ་ལ་འདུག་གས། དབྱིབས་ལ་ད་གྲུ་གསུམ་གྲུ་བཞི་ལ་སོགས་པ་དེ་འདྲའི་ངོ་བོ་ལ་འདུག་གས། རྙེད་རྒྱུ་འདུག་གས་ལྟ་གོ་དགོས་བ་རེད། ད་འདི་ཚོས་ཁྱེད་རང་ཚོ་མ་འོངས་པ་ལ་ད་བག་ལྟ་བུར་འདི་འདྲའི་ཕེབས་དེ་ནས་རྒྱུན་རིང་པོ་ཉམས་ལེན་བྱས་པས་ན་དེ་ཕྱག་རྒྱ་ཆེན་པོ་ཉམས་ལེན་བྱས་པས་ན་ནི་ང་ཚོའི་སྒྲུབ་དཔོན་བླ་མ་གིས་ད་སྔ་མ་ང་ཚོ་སྐལ་མེད་ཉུང་ཉུང་རེད་པས་དྲི་བ་གཏང་གི་རེད། དབྱིབས་སྡུག་ལབ་ན་དབྱིབས་ག་འདྲས་སྡུག་ལབ་ནས་ལན་ཕུལ་དགོས་དགོས་རེད། དབྱིབས་མི་སྡུག་ལབ་ན་མི་སྡུག་པའི་རྒྱུ་མཚན་ག་འདྲས་ལབ་ནས་ལན་ཕུལ་དགོས་དགོས་རེད་དྲི་བ་གཏང་གི་རེད། དེ་ནས་དེ་གོ་མི་ཡོད་མེད་དེ་ད་དེ་ནས་ཧ་གོ་དགོས་རེད། ད་འདི་འདྲའི་ཕྱི་ནས་དེ་ནས་སེམས་དེ་ཡོད་ན་ཡོང་ས་ག་ནས་ཡོང་འདུག་དང་པོ་བྱུང་བའི་ཁུངས་ག་འདྲས་འདུག་དེ་ནས་དེ་བར་དུ་ག་བ་གནས་ཀྱི་འདུག་མཐའ་མ་ག་བ་འགྲོ་གི་འདུག་དེ་འདྲས་བལྟ་དགོས་དགོས་བ་རེད་དེ་དང་པོ་བྱུང་བའི་ཁུངས་མེད་པ་དང་མ་སྐྱེས་ལབ་ནས་བདག་གིས་ཚིག་དེ་དང་པོ་སྐྱེས་ཡོད་མ་རེད་དང་པོ་སྐྱེས་མེད་ན་བར་དུ་གནས་ཡོད་མ་རེད་བར་དུ་མ་གནས་ན་མཐའ་མ་ག་ཡོད་ཡོད་མ་རེད་དེ་རྣམ་རྟོག་ཡིན་ན་རྐྱེན་གཅིག་ལ་བརྟེན་ནས་སྐྱེ་བ་སྟེ་སེམས་ཀྱི་རང་བཞིན་སེམས་ཀྱི་ངོ་བོ་སེམས་ཀྱི་གནས་ལུགས་དེ་དང་པོ་སྐྱེ་བ་ཡོད་མ་རེད་བར་དུ་གནས་པ་ཡོད་མ་ཐ་མ་འགག་པ་ཡོད་མ་རེད། ད་ཡིན་ན་ཡང་ང་ཚོ་སེམས་ཟེར་མཁན་དེ་ད་ཕྱག་ན་རྙེད་མི་འདུག་ད་ཁ་དོག་དང་དབྱིབས་གང་ཡང་མི་འདུག་མེད་བཞིན་དུ་ཡང་མེད་དྲན་དགུ་དྲན་ད་དྲན་གྱི་འདུག་རྣམ་རྟོག་འདྲ་མིན་སྐྱེས་ཀྱི་འདུག་ད་རྣམ་རྟོག་འདི་ཚོ་ཡང་རྣམ་རྟོག་ཁོ་རང་གི་ངོ་བོ་ལ་ཅེར་གྱིས་བལྟས་ན་ཁ་དོག་དང་དབྱིབས་ཀྱི་ངོ་བོ་གང་ལ་ཡང་གྲུབ་ཡོད་མ་རེད་ད་དེ་ཚོ་གོམས་བརྒྱབ་ནས་ད་ཅི་བཏང་གོ་རེད། ད་ཅི་བཏང་གི་ད་དེ་རྒྱུན་རིང་པོ་གོམས་དགོས་གོ་རེད་དེ་ཚོ་ལུས་ཀྱི་ཕྱི་ནང་བར་གསུམ་ལ་གནས་ན་གང་རེད་གནས་དུས་སྐབས་སུ་ལ་དབྱིབས་དང་ཁ་དོག་གང་རེད་གང་ལ་གནས་ཀྱི་འདུག་དེ་ནས་དྲན་དུས་སྐབས་སུ་ལ་ག་འདྲི་སུ་དྲན་སོང། རྣམ་རྟོག་སླེབས་དུས་སྐབས་སུ་ལ་རྣམ་རྟོག་གིས་དེ་ནི་ཡུལ་འདི་ལ་དེ་ནས་ཅིག། བདེན་པར་སྒྲུབ་པ་འདོད། བདེན་པར་མ་སྒྲུབ་པ་འདོད་ད་དེ་འདྲའི་མང་པོ། བརྟག་བྱ་བཏང་ནས་སྒོམ་དགོས་དགོས་བ་རེད་ད་དཔྱད་སྒོམ་ཡིན་དུས་སྐབས་སུ་ལ་དེ་དཔྱད་སྒོམ་འདི་ཡག་པོ་ཅེས་སེམས་འདི་ཡག་པོ་ཅེས་ཤེས་ཡོང་ན་དེ་ནས་ཇོ་སྒོམ་གང་ལ་དེ་སེམས་ལྷོད་ལྷོད་ཅིག་ནས་བཞག་དགོས་དགོས་བ་རེད་དེ་དང་པོ་སེམས་སྒོམ་རྒྱབ་པར་བྱེད་པ་ལ་སྒོམ་བྱ་དེ་ངོ་མ་ཤེས་ན་དེ་ནས་ཙོག་ཙོག་དེ་བྱེད་པ་ན་དེ་ནས་རིགས་སྣང་ལ

ད་སྐྱེས་ས་དེ་ནས་སྐྱེས་སོང་ལབ་ནས་ཁུངས་དེ་བཙལ་ན་རྙེད་ཀྱི་མ་རེད། ད་བར་དུ་དེ་ནས་སེམས་དེ་གནས་ན་ལུས་ཕྱི་ནང་བར་གསུམ་སྟེང་འོག་ག་བ་ད་ཅི་བཅང་ན་ཡང་དེ་ནས་རྙེད་ཀྱི་མ་རེད། དེ་འདྲ་དེ་ནས་ཡོད་ན་ད་དབྱིབས་དང་དབྱིབས་དང་ཁ་དོག་ལ་ཡོད་དགོས་བོར་དེ་ཡང་མི་འདུག་ག་བར་གནས་པ་མ་མཐོང། ཐ་མ་དེ་ནི་ཤེས་པ་དེ་ད་ཡེས་འགྲོ་གི་འདུག་ཐེམས་འགྲོ་གི་འདུག་དགག་འགྲོ་གི་འདུག་དགག་བ་དགག་སོང་ག་འདྲས་སུ་དགག་སོང་དགག་དང་ག་འདྲས་དགག་སོང་བ་ན་དེ་ཡང་རྙེད་ཀྱི་མི་འདུག་དེ་ནི་སེམས་དེ་དང་པོ་སྐྱེ་བ་མེད་པ་གནས་པ་མེད་པ་དགག་པ་མེད་པ་རེད། སྐྱེ་འགག་གནས་གསུམ་དང་བྲལ་བའི་གཤིས་དེ་ལ་དེ་ནི། རྙིང་མའི་གི་ལུགས་ལ་ཡིན་ན་རྫོགས་པ་ཆེན་པོ། དེ་ནི་ང་རང་བཀའ་བརྒྱུད་བོད་ཀྱི་ལུགས་ལ་ནི་ཕྱག་རྒྱ་ཆེན་པོ། སེམས་གསལ་སྟོང་གཉིས་སུ་མེད་པ་དེ་ལ་ཡེ་ཤེས་ཟེར་གྱི་ཡོད་རེད་དེ་ནི། ད་ཞི་གནས་དང་ལྷག་མཐོང་གཉིས་ཀྱི་ངང་ནས་འདི་ག་བར་ལྷག་མཐོང་ལ་གོལ་བ་རེད། དེ་ནི་ང་ཚོས་ད་ཐ་མལ་གྱི་ཤེས་པ་ལ་གོལ་བ་རེད་མ་བཅོས་པའི་ཤེས་པ་ལ་གོལ་བ་རེད་དེ་འདི་འདྲའི་སྒང་ལ་ད་གོམ་རྒྱབ་དགོས་དགོས་རེད་ཟེར་ན་བཀའ་བརྒྱུད་པ་གིས་ད་འདི་འདྲ་གསུང་གི་རེད། ད་ཐ་མལ་ཤེས་པ་དེ་ནི་སེམས་ཅན་དང། ངོ་བོ་ལ་དེ་ནི་ངེས་འདོད་མ་འགྲོ་བ་སངས་རྒྱས་ཀྱི་ངོ་བོ་ལ་བཟང་དོ་མ་འགྲོ་བ་ད་གང་ཡང་འགྱུར་བ་མེད་པ། དེ་ལ་དེ་ནི་ཐ་མལ་གྱི་བྱེད་པ་ལ་སངས་རྒྱས་ཀྱི་ཡོན་ཏན་དང་ཁྱད་པར་ཡོད་མ་རེད་ད་བདེ་བར་གཤེགས་པའི་སྙིང་པོ་ལ་གུས་བ་རེད་དེ་ནི་སངས་རྒྱས་ཐུགས་རྒྱུད་ལ་མངའ་བ་དང་ང་རང་ཚོའི་སེམས་ཀྱི་ངོ་བོ་དེ་ལ་ཁྱད་པར་ཡོད་མ་རེད་དེ་ཡིན་དུས་དེ་ནི་ང་རང་ཚང་མ་སུ་ཡིས་གོམས་ན་ཡང་གོམས་ཐུབ་པ་མ་འོངས་པ་ལ་སངས་རྒྱས་ཡོད་པ་དེ་ང་རང་ཚང་མ་གི་རྒྱུད་ལ་དེ་ནི་སངས་རྒྱས་ཀྱི་རྒྱུད་ཁྲུང་ཁྲུང་དེ་ཡོད་རེད། ད་སེམས་ཟེར་ཡ་དེ་ནམ་རྒྱུན་ང་ཚོ་མ་དག་པའི་སྐད་ཆ་ཞིག་ཡོད་རེད་རྣམ་རྟོག་སྣ་ཚོགས་སུ་ཤར་བ་ད་གཙོ་བོ་དངོས་འཛིན་ཅན་བདེན་འཛིན་ཅན་དེ་ལ་སེམས་ཟེར་གྱི་ཡོད་རེད་ད་རྣམ་རྟོག་སྣ་ཚོགས་དང་འདྲ་བའི་སེམས་དེ་ལ་གཤིས་ཟེར་གྱི་ཡོད་ད་གི་གཤིས་སྐྱེ་བ་མེད་པ་ཟེར་ན་ཡང་མི་འདུག་མ་སྐྱེས་རིག་པའི་གཤིས་ལས་སྐྱེས་ད་གཤིས་དེ་ངོ་ཤེས་དགོས་རེད་ཧ་གོ་དགོས་རེད་གཤིས་ཁོ་རང་སྐྱེས་མྱོང་ཡོད་མ་རེད་ལབ་ཀྱི་འདུག་ཨང། ད་རྣམ་རྟོག་ཐམས་ཅད་དང་འདྲ་བའི་མ་བཅོས་པའི་ཤེས་པ་དེ་དེ་ནི་སྨྲ་བསམ་བརྗོད་མེད་ཤ་ར་བྷ་རོ་ཅན་ཟེར་ནས་ད་ཤ་ར་སྙིང་པོའི་དོན་དེ་དེའི་ཆ་དེ་གོ་རེ་མ་སྐྱེས་མི་དགག་ནམ་མཁའི་ངོ་བོ་ཉིད་ཟེར་ལ་ནི། ད་ཁྱེད་རང་ཚོར་སེམས་ངོ་སྤྲོད་ཚར་དུ་བཏགས་ད། ད་འདིའི་རྗེས་ལ་ང་ཚོས་གཉེན་པོ་གཉིས་ཀྱང་རང་སར་འགྲོ། ཟེར་ནས་དེ་ནས་ད་ཆོས་ཐམས་ཅད་རྨི་ལམ་ལྟ་བུ་རེད་སྒྱུ་མ་ལྟ་བུ་རེད་བསམ་ནས་འཛིན་པ་ཅིག་ཡོད་རེད་དེ་འཛིན་པ་དང་ད་ད་ན་ཡང་ག་ས་སེམས་འདི་ཡང་བདེན་པ་གྲུབ་པ་མི་འདུག་བསམ་ནས་དེ་འདི་བདེན་མེད་རེད་ཤག་གཏོང་མ་བསམ་བརྗོད་མེད་རེད་ཤག་བསམ་མཁན་ཅིག་ཡོད་རེད། དེ་ཁོ་རང་གཉེན་པོ་ཁོ་རང་ལ་ལྟ་ན་ཡང་དེ་ནས་ཁོ་རང་ཡང་རང་བཞིན་གྱིས་གྲུབ་པ་ཡོད་མ་རེད་གཉེན་པོ་གཉིས་ཀྱང་རང་སར་འགྲོ། མདོ་འདི་ཡི་མདོའི་སྒང་ལ་དེ་ནས་ང་ཚོ་གར་འབྱོར་སོང་དེ་ནས་ལྷོད་ལྷོད་བྱས་ནས་སེམས་དེ་ཀློད། རྣམ་རྟོག་རང་ཞི་གྲོལ་བའི་སྐབས་སུ་དེ་ནས་དེ་འདྲའི་ལྟ་ཡོང་དུས་ག་ལ་དེ་ནས་གོམ་དེ་བརྒྱབ་ཡོང་དུས་ག་ལ་དེ་ནས་ད་གིན་གསུངས་པ་ནང་བཞིན་གྱི་སེམས་ཁོ་རང་ལ་ངོ་འཕྲོད་ཡོད་རེད་ད་དཔེ་དེ་ཚོ་ག་རེ་བྱས་ན་རྡོ་སྲིན་གྱི་སྟེང་དུ་ཁ་བ་བབས་པ་ནང་བཞིན་རྡོ་ཚ་པོ་སྟེང་ལ་ཁ་བ་བབས་སོང་ན་ཁ་བ་ལམ་སང་ཞི་འགྲོ་གི་རེད་རྣམ་རྟོག་དེ་ཚོ་ཡང་འཐིམ་འགྲོ་གི་རེད་ད་སྟོང་པ་ང་ལ་འཐིམ་འགྲོ་གི་ཡོད་རེད། དེ་ནས་ཆར་པ་ག་ཚོད་པ་ན་རྒྱ་མཚོ་ནང་ལ་འཐིམ་འགྲོ་བ་ན་ཅིང་སྣང་བ་སྣ་ཚོགས་ཐམས་ཅད་སེམས་ཁོ་རང་གི་ཀློང་དུ་ལ་འཐིམ་འགྲོ་དགོས་རེད་ཡལ་འགྲོ་དགོས་རེད་སེམས་ཀྱི་རང་བཞིན་ཡིན་པ་སེམས་ཀྱི་ཆོ་འཕྲུལ་ཡིན་པ་དེ་ཚོ་ཤེས་ཐུབ་དགོས་རེད། ད་བྱུར་བུར་བཅིངས་པའི་སེམས་ཉིད་དེ་གློད་ན་འགྲུལ་བ་ཐེ་ཚོམ་མེད་ས་ལ་ནི་དེ་འདྲའི་གསུང་ཡོང་དགོས་རེད་ད། དེ་ལོ་པ་གིན་ད་རུ་པ་ལ་ཡིན་ན་ཡང་རེད་དེ་ནས་ས་ར་ཧ་ཡིན་ན་རེད་དེ་འདྲའི་ལུང་དེ་མང་པོ་དྲངས་ཡོང་དགོས་རེད་ད་སེམས་དེ་མང་པོ་དམ་འཛིན་དེ་ག་དེ་ལྷོད་ལྷོད་ཅིག་ནས་གློད་ནས་བཏང་ན་དེ་ནི་གྲོལ་འགྲོ་གི་རེད།

ཞེས་གསུངས་ཏེ་ཉོན་མོངས་པ་མེད་པའོ། ལར་ཕྱིན་ནས་ཉོན་མོངས་ཞི་བ་ཡིན། གནས་ནི་དེའི་སྟེང་དུ་གནས་པ་ཡིན། ལར་ནི་དེ་ནི་སེམས་དེ་ལྷོད་ལྷོད་ཆགས་ཐུག་གོ། དེ་ཐབས་འདི་ལ་དམིགས་རྟེན་བཞག་དགོས་བར་ཁ་ཤས་ལྟ་བཞིན་གཟུགས་གཅིག་གང་ལ་བཞག་དགོས་བ་རེད། དགུ་པར་གང་ལ་བཞག་དགོས་བ་རེད་སེམས་རང་བཞིན་གྱིས་གནས་ཐུག་གི་མེད་དུས། ད་གཙོ་བོ་དེ་ད་ནང་སྒོམ་རྒྱག་མཁན་མང་ཆེ་ཤོས་ཀྱིས་ད་རླུང་གང་ལ་སྒོམ་དགོས་བ་རེད་དེ་ནི་ད་ནང་གི་ད་གིན་ང་རང་སོ་རླུང་གི་ས་གཅིག་སྒོམ་དགོས་རེད་ལ་དེ་དེ་རེད་དེ་ནི།